དབུ་ནས་དྲངས་ནས་སྐྱབས་མགོན་སྐུ་ཚེ་བརྟན་པ་ཤོག་ཀུན་རྒྱལ་བོ་རིན་པོ་ཆེ་སྐུ་ཚེ་ཞབས་པད་ཀྱི་དོན་དུ་སྐུ་པར་འདི་འདྲ་དམ་དྲག་པར་དུ་སྦྱར་བཞག་ཀྱང་ངས་མཐོང་མྱོང་མེད། ད་མི་སྐྱ་གཅིག་གི་སྐུ་པར་ད་ཁོ་རང་ཡག་འདུག་ག་རེ་ཁྱོད་ཤག་ཁུག་མེད་ད་འཛམ་བུ་གླིང་ཧ་གུག་ར། ད་མི་སྐྱ་གཅིག་གི་སྐུ་པར་ད་ད་ད། སྐུ་མདུན་གྱི་དར་ཅོག་མཉམ་དུ་ལ་ཁོ་ཁམས་དེ་མར་དབེན་ས་ར། དེ་འདྲས་སྦྱར་ཡ་དེ་ཐབས་སྐྱོ་བོ་རེད་བསམ་གྱི་འདུག་དེ་ང་ཚོ་ལ་ད་ནི་རེད་འདུག་ད་ལ་ད་ནི། དེ་ཚོ་ཐབས་སྐྱོ་བོར་ད་ཁྱེད་རང་ཚོ་དབུ་ནས་དྲངས་ནས། ཁྱེད་ཚོ་ད་ད་སྐུ་མདུན་གྱི་སྐུ་ཚེ་ཆེད་དུ་རྒྱལ་བོ་རིན་པོ་ཆེ་སྐུ་ཚེ་ཕར་བ་ཤོག་ནང་ནས་ད་ད་བར་དུ་འདི་འདྲས་དར་ཅོག་གཅིག་བཙུགས་ནས་སྐུ་མདུན་སྐུ་པར་གཅིག་ད་ད་བར་དུ་འདི་འདྲས་བཙུགས་མྱོང་ཡོད། མེད་བ།

ཨ་འདི་རེད་ཁོང་ཚོས་ཀྱིས་བྱ་བ་ངན་པ་བྱེད་ཡས་དམིགས་ཡུལ་དེ་ལ་འཛམ་བུ་གླིང་ས་གནས་མ་འདྲ་མ་འདྲ་ནས་བོད་མི་བདེན་པ་རྒྱ་ལ་བོད་མི་རྣམ་པ་ཀྱིས་དགག་པ་བྱེད་དགོས་ར་ད་ཁོ་རང་ཚོས་ཀྱིས་ལས་འགུལ་ངན་པ་དེ་འགྲུབ་ས་མ་རེད་བསམ་ནས་ད་རླུང་གིས་ད་སུ་སུ་ཚོ་རླུང་ད་པ་ག་འགྲོ་དགོས་ར་ད་ཁོ་རང་ཚོ་ཀྱིས་རྒྱལ་བུ་གཙོ་བོ་དེ་ནི་སྤེན་པ་ཚེ་རིང་ཡིན་ས་ར་བ་བྱས་ཙང་སྤེན་པ་ཚེ་རིང་གི་པར་དོ་དེ་གོང་ས་མཆོག་གིས

ད་ཁྱབ་འཇུག་གི་ནམ་རྒྱུན་ནས་ཤེས་དགོས་ར་ད། ད་ཕེ་ལེ་བྷ་གདམ་ས་ལ་ལ་འགྲོ་ནས་ད་ཆོས་རྒྱུད་སྤྱི་འཐུས་གཏོར་བཤིག་བཏང་ག་འགྲོ་གི་ཡིན་བོད་གཞུང་གཏོར་བཤིག་བཏང་ག་འགྲོ་གི་ཡིན་ལ་ནི་ཁ་རི་ཁ་ཐུག་ཤེས་དགོས་ར་ད། ད་ལྟ་པད་མ་ཚེ་རིང་གི་པར་ཡིན་ན་ཡང་སྐྱིད་རྒྱུ་དེ་རྒྱུ་མཚན་ག་རི་ཡིན་ན་དེ་ལ་ཁ་རུ་ཁ་ཐུག་ཁ་ཐུག་ཤེས་ཡ་གི་བློ་ཁོག་རག་མི་འདུག་བས་ཨ། གོང་ས་མཆོག་གི་མཚན་སྙན་གྲགས་ཚ་བོ་དེ་ཨ་ནི་བོད་ཆོས་ལོག་པ་བཏང་ནུས་གི་མི་འདུག་བས་ད་ལྟ་དེ་ལ་ཨ། ངོ་ཚ་ཡི་རེད་ད་ཁྱེད་ཚོ། རྒྱ་མི་གུང་ཁྲན་ཏང་གིས་དགག་དབྱེ་གྱི་ལས་ཀ་ལས་རྒྱུ་དངོས་གནས་ཁོ་ར་རེད་ད་ལྟ་བར་དུ་དེ་འདྲའི་བྱུང་མྱོང་ཡོད་མ་རེད། མི་སྐྱ་ཐེབས་ཆག་ཅིག་གིས་པར་ཅིག་གིས་ཡའི་སངས་རྒྱས་ཀྱི་རླུང་རྟ། ཡ་ཕེ་ས་ཀྱི་ས་གནས་ཅིག་ལ་ག་བ་བྱ་རེ་ཡོད་རེད། དར་ལྕོག་ག་ལ་ག་བ་བྱ་རེ་ཡོད་རེད། མི་སྐྱ་དང་དགེ་འདུན་དཔག་གི་བར་ལ་ས་དེ་རྣམས་ཀྱི་ཁྱད་པར་ཡོད་རེད། མི་སྐྱ་གཅིག་དང་སངས་རྒྱས་བར་ལ་ད་ཡིན་དགོས་བྱུང། འགྲིག་གཅིག་པོ་འགྲིག་བསྡད་ན་འགྲིག་མ་རེད་བ། ས་མོ་ད་ཡིན་སྐད་ཆ་ར། ད་ལག་དེ་ཚོ་དངོས་མའི་ཐབས་སྐྱོ་བོ་ཞུ་འདུག། ཨ་ནི་འདི་གང་ལ། ད་ལྟ། བུད་མེད་གསུང་ངན་འདི་གིས་སྐད་ཆ་འཆད་པ་ཡིན་ན་འདི་སྙུན་རང་གི་ཆེད་དུ་རེད་གསུང་གོ་ཐོག་ཨ། རྟ་སྙུན་རང་གི་ཆེད་དུ་རེད་ལབ་དུས་རྟ་སྙུན་དེ་ག་ནས་ཡོང་སྐོར་ལས་ཅི་རེད། རྟ་སྙུན་དེ་རྒྱ་མིས་ཀྱིས་སྤྲད་ཀྱི་ཡོད་ན། རྒྱ་མི་གཞུང་གིས་སྤྲད་ཀྱི་ཡོད་ན་ཡ་མེད་ནའང། ཐ་ན་གུང་ཁྲན་ཞྭ་ར་མི་མང་གིས་བརྒྱུད་ནས་སྤྲད་ཀྱི་ཡོད་ན་འདི་དྲི་བ་བྱེད་ཀྱི་སླེབས་ཡོད་དོ་ཨ། རྒྱ་མི་གཞུང་གིས་སྤྲད་ཀྱི་རེད་ཡིན་པ་ཡིན་ན་དེ་ལ་འགྱོད་པ་རྒྱུ་མཚན་ཆེན་པོ་འདུག་གར་ཕྱིན་ཟེར་ན་རྒྱ་མི་གཞུང་འདིས་བོད་པ་རང་བཙན་འཐབ་རྩོད་པ་རྣམ་པ་ལ་ཁྱོད་ནི་དགའ་གོ་མར། གར་ཕྱིན་ལ་ན་རང་བཙན་འཐབ་རྩོད་པ་གི་སོ་སོའི་རང་དབང་སོ་སོའི་རང་བཙན་རྩོད་ལེན་བྱེད་ཀྱི་ཡིན་ལ་ནས་ད་ཞིང་ཁ་རྨོས་འདི་ནང་ལོག་ལ་རང་བསྲན་རང་བཙན་གྱི་ས་བོན་དེ་ཚོ། ཡག་པོ་བྱིན་རྟགས་བཞག་གོ་ར་ད་དེ་བཞེས་འགྲོ་གོ་ར་ད་ང་ཚོའི་རྒྱལ་ཁབ་ང་ཚོ་ཚོ་རང་ཅག་དགོས་ཡོད་ལ་ནི་ད་འདིའི་གི་དཀའ་ལས་རྒྱག་གི་ཡིན་ལ་ངས་ཡོ་ར་བ་ད་བཞེས་འགྲོ་ནི་ཨ་ནི་སྤེན་པ་ཚེ་རིང་འདྲ་བོ་བྱིན་ན་ད་བོད་དེ་རྒྱ་གི་ཆ་ཤས་རེད་ལ་ཨེ་ད་ལ་དགའ་སྐྱོ་ར་ཨ་ཁོ་ལ་རྒྱབ་སྐྱོ་བྱིན་ན་རང་བཙན་འཐབ་རྩོད་པ་དེ་ཚོ་ལ་གནོད་གི་རེད་བསམ་ནི་འདི་གི་གཅིག་ཡིན་སྲིད་པ་ཅིག་རེད། ར། གཞོན་པ་རྒྱུ་མཚན་མི་འདུག་ཨ། ད་ཐ་ན་ཤ་ར་མི་མང་གིས་དཔེ་ཤ་དེ་སྤྲད་ཀྱི་ཡོད་ན་ད་དེའི་རྒྱུ་མཚན་དེ་ག་རེ་རེད། རང་ཚོད་ཀྱི་ལས་རྒྱུ་དེ་སྒྲུབ་དགོས་དགོས་རེད་ར། སྤེན་པ་ཚེ་རིང་རྐུབ་བཀྱག་ནས་མ་མ་ཟ་བ། རྐུབ་བཀྱག་ནས་མ་ཟ་ན་རྒྱ་མི་གུང་བྲན་དང་བེད་དགའ་འདིག་ར། ཐ་ན་ཤ་ར་མི་མང་གིས་ལས་རྒྱུ་ད་ག་རང་རེད་བསམ་གི་འདུག།

ད་སུའི་རྩ་ནས་རྭ་ཡོད་རེད་ཡ་མེད་ན་རྒྱ་མི་གུང་ཁྲན་རྩ་ནས་རྭ་ཡོད་རེད་ཡ་མེད་ན་དར་ནག་གུང་ཁྲན་ཤ་ར་མི་མང་གི་ཚོགས་པ་དེ་ནས་པེ་ཤ་དེ་རྭ་ཡོད་རེད་ད་ག་ཅིག་ད་སྐད་ཆ་བཤད་བྱེད་ན་ཤ་ར་མི་མང་ལས་རྒྱུད་དེ་ཚོ་ལ་གཞུང་གི་རྒྱབ་སྐྱོར་ཡོད་ལ་གི་འདུག་ད་དེ་ད་འདས་བར་དུ་ལན་སྤྲད་མ་སྟངས་རྒྱ་མི་གུང་ཁྲན་གྱི་གཞུང་རེད་བོད་གཞུང་རེད་ག་རེ་རེད་ང་བོད་གཞུང་ལ་ལ་ནི་འགྲིག་མ་ལྟ་བོད་གཞུང་ནང་ལོགས་ལ་ང་ཚོ་གི་ཆོས་རྒྱུད་སྤྱི་མཐུན་རྣམ་པ་ཡོད་རེད། དེ་ནས་རང་བཙན་འཐབ་རྩོད་པ་གི་སྤྱི་འཐུས་ཡག་རེ་ཡག་བཙལ་ཡོད། བོད་གཞུང་ལ་ན་ཡང་དེ་ཚོ་ང་ཚོའི་གི་སྤྱི་འཐུས་གྲགས་རྣམ་པ་ཡི་ཚུལ་གོ་ར། བྱས་ཙང་བོད་གཞུང་ལ་ན་དྲིང་མ་རེད། ད་ཐ་ན་རུལ་སྐྱོག་གི་གཞུང་ལག་པོ་རེད་ད་དེ་ནང་ལོ་མི་རྐང་གཅིག་གཉིས་གི་པེ་ཤ་དེ་དྲེད་ཡིན་ན་མ་ཤི། བྱས་པ་བོད་གཞུང་གཏོར་བཤིག་བཏང་ཡན་གི་ལས་གུས་ཆེད་དོ་བོད་གཞུང་བང་མཛོད་ནས་པེ་ཤ་གར་ཅིང་འཕྲོ་བརླག་བཏང་དགོས་ར། བསམ་བཏང་ཡན་སྐད་ཆ་ར། ཧུམ། འོན་ཏེ་ཅིག་ཞུ་འདོད་བྱུང་གསུངས། ཨཱ་ནི་ད། སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་དངོས་གནས་སྐབས་ད་དག་ཁོང་ཚོས་ཀྱིས་ངོ་རྒོལ་བྱེད་ཀྱི་ཡིན་ལ་དེ་ཚོ་ལ་ཅིག་དགག་པ་བྱེད་ཉན་མི་དཔེ་མང་པོ་འདུག་བདེན་པ་བསྐྱར་ཀློག་གིས་མི་དཔེ་མང་པོ་འདུག་ར། རྗེས་སུ་ཡི་རངས་ཡོད་ཞུ་ཡས་ཡིན། ད་ཅི་ད་ནས་ད་ཁོང་ཚོ་སྤྲེལ་ལངས་རྒྱུ་དེ་ཚོ་ཡོང་ནི་ཡོང་གི་རེད་ར། དེ་ཡོང་མིའི་ཁྲོད་ཉེས་གཅིག་ནི་ཡོང་དགོས་རེད་ད་དེ་ལ་ཅིག་གོང་ས་མཆོག་གི་སྐུ་ལ་ཅིག་ཁ་ལ་བར་ཆད་མ་ཡོང་བའི་ཆེད་དུ་ད་བདེ་སྲུང་བཀའ་བློན་འདྲ་བོ་བྱས་ནས་ཁོང་ཚོ་ལ་རེ་སྐུལ་བྱས་རེད་ད། བོད་གཞུང་གཏོར་བཤིག་བཏང་གི་ཡིན་ལབ་ཉེས་ཀྱི་ད་ལགས་རེ་སྐུལ་བ་དེ་ཚོ། ངོ་རྒོལ་བྱེད་ན་ཁྱོད་ཚོ་དམངས་གཙོའི་རྒྱལ་ཁབ་ཐོག་ནས་ངོ་རྒོལ་བྱས་ཀྱི་རང་དབང་འདི་གླེང་བ་ཐོག་ནས་ངོ་རྒོལ་བྱས་ན་འགྲིག་རེད། ཡིན་ནས་ངོ་རྒོལ་བྱེད་ཀ་སླེ་ཡིན་ན་གོང་ས་མཆོག་གིས་གསུང་ཆོས་ཞུ་ཀ་ཡོང་ཨེ་ཡོད་མ་རེད། གོང་ས་མཆོག་མཇལ་ཀ་ཡོང་ཨེ་ཡོད་མ་རེད། གོང་ས་མཆོག་ལ་བརྟན་བཞུགས་ཕུལ་ཀ་ཡོང་ཨེ་ཡོད་མ་རེད་ཟེར་ན་ནི་འདི་བདེ་སྲུང་ལས་ཁུངས་ཀྱི་དངོས་གནས་ད་རྒན་མཐའ་མ་དེ་ལ་རྒན་དངོས་གནས་ཅིག་འཁེལ་དགོས་སྐོར་དྲང་པོ་བཤད་པ་ཡིན་ན། རྒན་འཁེལ་དགོས་སྐོར་ད་བདེ་སྲུང་ལས་ཁུངས་ཀྱི། གར་ཆེན་ཟེར་ན་བོད་གཞུང་གཏོར་བཤིག་བཏང་ཉེས་ཀྱི་ད་ལྟ་དྭང་བླངས་ལས་འགུལ་བ་དེ་ཚོ་གོང་ས་མཆོག་ལ་རྩིས་འགོག་མ་རུ་ཨ། གོང་ས་མཆོག་གི་གལ་ཆེན་རྩིས་ནི་དམངས་གཙོའི་གི་བོད་གཞུང་ཅིག་བཙུགས་བཞག་ཡོད་རེད་ད་དེ་ལ་གཏོར་བཤིག་བཏང་གི་ལ་གོ་གཉིས་པ་དེ་ལ་དེ་ལས་གལ་ཆེ་གི་གོང་ས་མཆོག་གི་ཨ་ནི་ཆོས་རྒྱུད་སྤྱི་འཐུས་དགོས་འེ་དེ་དཔེ་གལ་ཆེན་པོ་འདུག་འདི་གི་ཐོག་ནས་ཆོས་རྒྱུད་སྤྱི་འཐུས་ཧྲ་ཏག་ཏག་བཅུ་ཡོད། ད་དེ་ལས་མོ་གོ་ལ་ནི་གཏོར་ཤི་དང་ག་ཡོང་གོ་ར། ད་གང་ལྟར་མ་ལྟར། ཐ་ན། གུང་བྲན་ཞྭ་ར་མི་དམངས་དེ་ཚོ། གོང་ས་མཆོག་ལ་བཀའ་བསྒོ་མར་ད་གོང་ས་མཆོག་གི་མཚན་སྙན་གྲགས་ཡིན་འདོ་ཁོ་ཡོད་སྐྱོ་དེ་ལ་ཕྲག་དོག་བཟའ། ཨ་ནི་ད་གང་ལྟར་ཡིན་ནི་ཡང་སྤེན་པ་ཚེ་རིང་གི་པར་གྲོགས་འདྲི་སྐད་དོ་ཨ། ངོ་ཨིན་ཏེ། ཁྱེད་ཚང་དེ་སུ་ལས་མགོན་གྱི་ཟབ་ཟབ་ཕྱི་གོ་གོ་རེད་བསམ་གོ་ཏོ་ད་དཀོན་མཆོག་ལ་ཡི། མཐའ་མ་དེ་ལ་ཡང་ཅིག་བཀྲ་མ་ཤིས་བ་སྡུག་ཅག་དེ་འདྲ་བྱུང་ན་རྒན་ཁྱེད་རང་ཚོ་གང་ལ་སླེབས་ཡོང། གང་བྱུང་མང་བྱུང་དེ་འདྲ་ཡིན་ཡང་བཏང། ད་ད་འདྲ་ད་ནའང། གུང་བྲན་ཤ་ར་མི་མ་དེ་ཚོས་ཀྱིས། སྙེ་མ་ལས། རྫབ་བཅས་བྱེད་ཀྱི་ལ་གི་དོ་ཨ། སྙེ་མ Basket Ball དེ་བ་ལ་ཁོ་རང་ཚོ། ཕྱག་དུང་ཟས་ནི། བ་ལོག་རེད་ཁོ་རང་ཚོ་སྐད་པོད་དྲོ་རྒྱབ། ཨ་ནི་ད་ནའང་སྤྱི་འཐུས་རུ་སྐྱོག་དེ་ཚོས་མ་ཡོང་ག་ར་ཅིག་བྱེད། ཨ་མཐའ་མ་དེ་ལ།

འོ། ཉི་མ་ཨི་འདྲས་བྱུང་ར། ད་ད་ལོ་ཁོང་ཚོ་དེ་ལས་ཚབས་ཆེ་ཆགས་ནི། ད་སྤྱི་འཐུས། ང་ཚོའི Parliament། འདི་གྲོས་ཚོགས་ཚོགས་ས་ད་ག་རང་གི་མདུན་ལ་བསྡད་ཀྱི་ཡིན་ལགས་འོ། ད་དེ་ཚབས་ཆེན་པོ་ར། ཁ་རྩིས་འདུ་བ་ལ། དེ་འདྲའི Group Chat དེ་འདྲའི་ནང་འགྲོ་དེ་ཤག། བུ་མོ་དེ་འདྲའི་དང་བུ་གཅིག་གི་སྐད་འདྲ་བོ་བྱས་ནས་ཁོང་ཚོ་གུར་འཁྱེར་ནས་ཡོང་གི་ཡིན། གུར་སྤིས་ནི་བད་ཁོ་ར། གྲོས་ཚོགས་ཡོད་ས་ཁྲི་ལ་བསྡད་ཀྱི་ཡིན། འདི་འདྲས་ཀྱི་སྐད་ཆ། ཟ་ང་ཟིག་ཡིན་དེ་འདྲས་མང་པོ་ཅིག་བཤད་ཤག་བཤད་ནས་བསྡད་ཤག། གུར་པི་ཡའི་ལས་འདི་གུར་པི་མཆོག་གོང་མར་བཏགས། འདི་པི་མཆོག་གོང་མར། ཁྱེད་ཚོ་ལ་སྤེན་པ་ཚེ་རིང་གིས་གོ་སྐབས་སྤྲད་ཡག་གི་ཐོབ་ཐང་དེ་ཡོད་མ་རེད། གུར་པི་ནི་དེའི་ལས་དེ་ད་ལྟ། བྱེད་དགོར་ཆོག་མ་རེད། ཀེམ་པིང་བྱེད་ས་མ་རེད་ད་ལྟ་སྤྱི་འཐུས་གྲོས་ཚོགས་དེ། ཁྱེད་རང་ཚོ་ཀེམ་པིང་བྱེད་ཀྱི་འགྲོ་ན་རི་སྒང་ལ་འཛག་ནས་ཀེམ་པིང་ཡིན་ཡག་བྱེད། དྷརྨ་ས་ལ་ཆེན་པོ་རེད་དོ་ཨ་ས་ཅང། ཏེ། ཁར་ས་ཀྲི་ཡོན་ད་དུ་བ་ལ་ཡེ་ནི་ཡ། བེ། གུར་ཁི་ཀིའུ་ཆིན་དེ་ཡོད་སོ། གྲོས་ཚོགས་ཡོད་ས་བདུན་ལ་གུར་པིན་བདེ་ཀི་ཡིན་ལ་ནི་དེ་ནི་མ། ཁྱང་ཚོ་ཡ་མ། སྐད་ཆ་བཤད་འདེད་དོ་ཨ་དེ་རྩ་བ་ཉིན་འགྲིག་མར་ད། དེ་ཆེ་གོར་ཆོག་མར། ད་ནི་ཁྱེད་ཚོ་རྒྱ་གར་གི་ཀོ་ཅོ་བ་ཙ་ནི་དངུ་ནེ་ཉ་ངའི་ཉན་ག་ཡོད་ད། དངུ་ནེ་ལ་ཡི།

མི་ཚེའི་ནང་ལོགས་ལ་ཟ་ཡ་ལས་ལྷག་པའི་ཀྱི་ལས་ཀ་གཞན་པ་དེ་ཚོ་ལ་མཐོང་ཆུང་བཏང་ར། ཨ་ནི། ལྟོ་ལྟས་ཅིག་ལ་མཐོང་ཆུང་འོས་ག་ལ་བ་རེད་མགོ་འཁོར་ནི། ཨ་ནི་བོད་ཀྱི་བསྟན་པ་ཆབ་སྲིད་ལ་གནོད་པ་སྐྱེད་གྲོས་ཚོགས་གཏོར་བཤིག་བཏང། དེ་འདྲ་མང་པོ་ཞེའུ་ཅིག་བྱེད་ར།

ཕྱུ་པ་མགོ་ལ་བཏགས་ནས་འགྲོ་ནས་འགྲོ་རུ་ཆས་ཟེར་ར། འདི་ངེད་ཀྱི་སྐད་ཆ་ཆག་གོ་མ་རེད་སྒེར་གྱི་སྐད་ཆར་ཁྱེད་རང་ཚོ་ག་རེ་བྱེད་ནས་ཨ་བཏོང་རྒྱག་ནས་བསྡད་ནས་བསྡད། ཆུ་རྒྱབ་ནས་རྒྱབ་ག་རེ་བྱེད་ནས་བྱེད། ཡིན་ན་ཡང། སྤྱི་མཐུས་ཁྱོད་ཚོ་གཏོར་བཤིག་བཏང་གི་ཡིན། བོད་གཞུང་གཏོར་བཤིག་བཏང་གི་ཡིན། ཆོས་རྒྱུད་སྤྱི་མཐུས་གཏོར་བཤིག་བཏང་གི་ཡིན། གོང་ས་མཆོག་གི་མཚན་དེ་གཏོར་བཤིག་བཏང་གི་ཡིན། ཨ་ནི་བོད་དེ་རྒྱ་ལ་བལ་ད་ཡས་ཀྱིས་བེད་སྤྱོད་བྱེད་ཀྱི་དེ་འདྲའི་ལམ་ན་ཁྱེད་ཚོ་འགྲིག་མར་ད། འདི་སྤྱི་བོད་མི་རིགས་དང་བོད་རྒྱལ་ཁབ་ལ་ཁེལ་དུས་ཙམ་པ་ལ་ཁྱེད་ཚོ་འདྲ་མ་ད་བྱེད་ཆོག་མར་ད་འདི་རྩ་བ་ཉིད་འགྲིག་མར་ད་ལས། ངེད་ཀྱི་སྤྱི་ཚོགས་དྲ་རྒྱ་ནང་ད་ལྟ་བུ་དུ་ཤེས་བཟོ་བས། སྒེར་གྱི་ཁྲབ་གཉེར་ག་ཚོད་མང་པོ་ག་ཚོད་ཡིན་ནས་བཤད་མ་བྱེད་བ། ཡིན་ནས་སྤྱི་པ་ལ་ཐུག་དུས་ངེད་ཀྱིས་ཤེས་ཀྱི་འདུག་བ། བྱས་ཙང། ད་ལྟ་ད་ནངས་ཁྱེད་ཚོ་ངོ་རྒོལ་བྱེད་ཁ་ཡོང་གི་ཡིན་ལ་ནི། ནམ་རྒྱུན་བཤད་ཅིག། ངེད་ཀྱིས་ཚིགས་བཅད་ལག་མེད་ནས་ངོ་རྒོལ་འདི་བྱས་ན་ངེད་ཀྱི་མགོ་བཙུགས་པོར་གདའ། ཨ་རི་དེ་ལ་དཔའ་བའི་གི་ཁྱེད་རང་ཚོ་གྲ་སྒྲིག་གོར་གདའ། ག་ཅིག་ལ་ལ་ང་ནམ་རྒྱུན་ནས་གད་སྙིགས་དེ་འདྲ་ལག་པ་འཆང་ཡི་དགོངས་མེད། ལག་པ་ཅིག་འཆང་ཙ་ན། ངེད་ཀྱིས་དེའི་ལས་ཀ་དེ་གཙང་མ་ཆག་ཆག་བ་དོ་བློས་བཏང་གི་མ་རེད་ཧ་གོ་སོ། བྱས་ཙང་ཟབ་ཟབ་གནང་རོགས་གནང།

ངོ་རྒོལ་བྱས་ན་ནི་ལྷ་སྲུང་མ་གིས་གྲོགས་ཁྲི་ལས་སྤྲད་གི་ལ་ནི་རེད། གནས་ཆུང་གི་ད་དེ་འདྲའི་ལ་ཡོད་ཀྱི་མ་རེད་ད་ཅི་ད་ནས་ད་གནས་ཆུང་བོད་ཆོལ་ལོག་པ་གཏང་དགོས་རེད་ར་ཐ་ན་གུང་ཁྲན་བཙན་འཛུལ་གྱི། ཡིན་ན་ཡང་དེ་འདྲའི་རང་ལྟ་བྱེད་གི་རེད་བསམ་མི་འདུག་གནས་ཆུང་གི་ད་གར་ལ་ཡིན་ཟེར་ན་ཁྱེད་རང་ཚོ་ལ་མགོ་སྐོར་ཡོད་དགོས་རེད་ས་དམ་པ་དེ་ལ། ཁྱེད་རང་ཚོ་ལ་ལྐུགས་པ་འདྲ་བོ་བརྩི་དགོས་རེད་ཁྱེད་རང་ཚོ་ལ་ར་ལུག་འདྲ་བོ་བརྩི་དགོས་རེད། ག་རེའི་ལམ་ནས་ཉན་གྱི་རེད་བསམ་ནས། ཨ་ཁྱེད་ཚོ་དགྲ་བོ་བྱས་ནས་ཧོ་ང་ཚོ་ར་ལུག་ཡིན་བུ་མགོ་ཡིན་ལ་ནི་ད་གཏམ་ས་ལ་བ་དང་ངོ་རྒྱོ་བྱེད་ག་དངོས་གནས་གྲོལ་ཡིན་པས། ས་མ་ཏའི་སྐད་ཆ་ཆ་སྒོར་ད་ཁྱོད་ཚོ་གནས་སྐབས་རེ་ང་ཉི་མ་བཞི་རེ་ང་ལ་ཕག་རྡོ་དང་ཨ་ནི་ཕག་ཚང་གཅིག་ཉལ་ས་ཆེད་དུ་ར་ཡག་གི་འདི་རང་གི་དོན་དག་ལ་སོ་སོའི་གི་ལུས་སེམས་ཚང་མའི་གི་རྒྱལ་བ་བྱེད་ཀྱི་ནུས་པ་དེ་མ་བློས་བཏང་ཡིན་པས། ཨ། སྡིག་པ་བྱས་ཡིན་པས། ཁྱེད་ཚོ་ཉི་མ་བཞི་རེ་ང་ཏོ་ར་ཡ་དང་དེ་འབྲེལ་གྱི་ལས་འགུལ་ཆུང་ཆུང་ཅིག་བྱེད་རྒྱུ་དེ་ལ། ཁྱེད་ཚོ་མི་ཚེ་གང་བཟང། ཁེ་ནས་འགྲོ་ངོར་གདའ། བོད་ལ་ལས་ནས་ཁྱེད་རང་ཚོ་ཁྲེལ་ཉན་ག་རེ་གདའ། ཁྱེད་རང་ཚོ་དེ་དང་དངོས་གནས་ཁོ་ར། བོད་ནང་ལོ་ལ་བོད་མི་དེ་ཚོས་ཀྱི་ཏག་ཏག་ཅེས་ཞག་མར་ཏག་ཁ་ཅིག་ལ་ན། ངས་ལེགས་འདུག་ཨ། བོད་ལ་ཞུ་ཉེན་གྱི་བོད་མི་རྣམ་པ་གྱིས་ད་ལྟ་བཙན་བྱོལ་ལ་ག་རེ་བྱུང་འགྱོ་ཚང་མ་ལོ་ལྟ་གི་ཡོད། སེམས་པ་སྐྱོ་གི་འདུག་བསུ་ངེས་འདུག་ཨ། བྱས་ཙང་ཁྱེད་རང་ཚོ་ཚང་མ་རྟགས་རྒྱག་ནས་བཞག་ཡོད་རེད་ད། ད་ད་དུས Black List ནང་ལ་འགྲོ་ཉེན་བྱུང་ན་ཁྱེད་ཚོ་འཕག་འཚག་རྒྱབ། པར་དེ་ཚོ་རྒྱབ་ནས་སྟོན། པར་ནང་ལོགས་ལ་དམིགས་བསལ་གྱི་དོགས་པ་དེ་ཚོ་ང་ཚོས་ཀྱི་པར་ཁང་ལ་པར་ཡག་པོ་ཆེ་རྒྱབ་ནས་རྒྱག་ག་སྐྲམ་རོགས་བྱེད་གོ་ཁྱེད་ཚོ་སུ་སུའི་གྱི་ལས་ཀ་ལ་སྤོབས་པ་ཡོད་ན་ཁྱེད་ཚོ་ཕན་ནེ་པར Black List ན་སླེབས་དེ་གི་ར་བོད་རང་བཙན་ཐོབ་དུས་རྩམ་པ་ལ་ཁྱེད་ཚོ་གད་སྙིགས་དང་གཅིག་པ་བརྩི་གི་རེད་ད་བོད་དེ Bad ཁོ་ལ་རྒྱ་བར་བསྡད་མ་རེད་མི་རྟག་པ་ལ་ཡི་དེ་ཧ་ཁུག་ཡོད་ན། རང། That correct། འཛམ་བུ་གླིང་རྫོགས་རྫོགས་བར་དུ་བོད་འདི་རྒྱ་བར་འདས་མ་རེད། རྒྱ་མི་གཞུང་འདི་བྱེའུ་སྐྱག་རེད། རྒྱ་མི་མི་དམངས་དེ་ཚོ་ཀླད་པ་སྨྱོན་པ་དེ་ཚོ་ཐང་པོ་ཕྱག་དྲུག་རེད། ཡང་འདི་དུས་བོད་རང་བཙན་གྱི་རག་རེད། ད་ད་ད་ཞིང་ཀ་ལྟ་མི་ཤ་ཡོད་རེད་ཆོས་རྒྱུད་སྤྱི་འཐུས་རྣམ་པ་དང་བདེན་པ་རྒྱ་ལོ་སྤྱི་འཐུས་རྣམ་པ་གི། ད་ཞིང་ཀ་ནང་ལོག་ནས་རང་བཙན་སོན་རྩ་དེ་ཚོ་ཡར་ཧྲ་ཏག་ཏག་བྱས་ནས་ཡར་སྐྱེད་ཡོང་དགོས་རེད། བྱེ་མ་ལོ་རང་བཙན་ཚོགས་ཆེན་ཐེངས་བརྒྱད་པ་དེ་འཚོགས་སྐོར་དང Australia ལ་ད་དེ་འདྲས་དེ་འདྲས་བྱེད་ནི་ལས་ཀ་བྱེད་སྐོར་དང་ང་ཚོས་ཀྱིས་སྤྱི་མཐུས་རྣམ་པ་ཀྱིས་དེ་ལ་བའི་གྲུབ་འབྲས་ཀྱི་མགྱོགས་པོ་ཐོན་སྐོར་གྲུབ་འབྲས་ཐོན་འདོད་བསམ་པ་ལ་ཁྱེད་རང་ཚོ་རྒྱ་མི་རྒྱ་ནག་བ་ལ་དེ་ག་འདྲས་ཡིན་པས་རྒྱ་མི་གིས་ཁྱེད་ཚོ་ཞག་མ་རེད་བོད་ལ་ཡོང་ན་ཁྱེད་ཚོ་ཉེན་ཁ་ཆགས་ཚར་ཁྱེད་ཚོ་རྟགས་རྒྱག་ཚར་འདུག་བ་མང་པོ་བྱེད།

དབུ་མའི་ལམ་གྱི་ཁ་ལ་མཁས་ནས་དར་ནག་གི་ཚོགས་པ་མང་པོ་ཆེ་ནང་ལོགས་ལ་ཁོ་རང་བོགས་སུ་ཐོན་ནས་སྐད་ཆ་དག་མི་འདྲ་བཤད་ཉེས། དྲི་རྟགས་ཤོར་ནས་ཤི་འདུག་ཨ། མི་རྟག་པ་ལས་དོན་འདིར། ད་ལྟ་ཐང་པོ་ཡོད་ཀི་ཡོད་ཀི་ལ། ད་ལྟ་རང་སྐད་གཅིག་ནང་ལ་ཤི་ཡས་ཅི་འདུག་ཨ། བྱས་ཙང་ཤི་ཡས་ལ་དེ་ག་དུས་ནས་ཡོང་སྲིད་ཀི་རོ་ཨ། བྱས་ཙང་མ་ཤི་བར་དུ་བོད་ཀྱི་སྤྱི་ལ་དམའ་གནས་ཀྱི་ལས་ཀ་བྱས་ན་ག་འདྲའི་ཡག་པོ་རེད།

སྤོབས་པ་ཡོད་ཡ་ད་འདོད་པ་འདོད། ལས་ཀ་བྱེད་སྐྱོ་ལ། བོད་གཞུང་གཏོར་བཤིག་བཏང་གི་ལས་ལ་སྤོབས་པ་སྐྱེ་གི་འདོད། ང་ཡིན་ན་སྤོབས་པ་སྐྱེ་ས་མ་རེད་ད་སྤོབས་པ་སྐྱེ་དགོས་ཡ་གི་ལས་ཀ་ཁྱོད་ནས་མ་རེད་ཁྱེད་རང་ཚོ་གི་བྱེད་ཡ་གི། ཀུན་སྤྱོད་ལ་ཡིན། ཁྱེད་ཚང་ཟབ་ས་གནང་རོགས་གནང། ཨ་ནི་ད་ལྟ། ག་ལི་ག་ལི་དོན་འགྲུག་རེད། རྩ་ཆུ་བོ་ཆེད་དུ་རླུང་རྟ་དཔའ་སྐྱོ་དེ་ལ་ཨ་ནི་ཡིན་སྤེན་ཚེ་གི་དཔར་སྒྲོན་དེ་བྱ་རེད་ཞེ་དོག་དེ་བྱེད་ཉེས་དེ། དུས་རྔམ་ཆེར་མ་ཤེས་ཁྱེད་རང་བྱོས་གུས། ཁྱེད་རང་ཉང་རེད་ད།